པོ་སྲོང་བཙན་སྒམ་པོས་རྒྱ་བཟའ་ཀོང་ཇོ་དང་བལ་བཟའ་ཁྲི་བཙུན་གཉིས་བཙུན་མོར་བསུ་བ་ནི་མཐའ་འཁོར་གྱི་རྒྱལ་ཁབ་གཞན་དང་ཆབ་སྲིད་ཀྱི་འབྲེལ་བ་འཛུགས་པའི་ཆེད་དུ་ཡིན། བཙུན་མོ་འདི་གཉིས་དངོས་སུ་སྤུར་རྒྱལ་ཡུལ་དུ་གདན་འདྲེན་ཞུ་མཁན་ནི་མགར་སྟོང་བཙན་ཡུལ་སྲུང་ཡིན་པ་རེད་ཐོག་མར་འབེལ་པོ་དང་འབྲེལ་བ་ཡག་པོ་འཛུགས་རྗེས་མགར་སྟོང་བཙན་གྱིས་བཙན་པོའི་བཀའ་བཞིན་དུ་འབེལ་ས་ཁྲི་བཙུན་མནའ་མར་སློང་དུ་ཕེབས་སྐབས་དེ་དུས་འབེལ་པོའི་ཤིང་བཟོ་དང་རྡོ་བཟོ་ལྕགས་བཟོ་ལྷ་བཟོ་ལ་སོགས་པའི་བཟོ་ལས་ཀྱི་ལག་རྩལ་དེ་ཡུལ་ལུང་གཞན་གྱིས་བསྒྱུར་ཐབས་མེད་པ་ཆགས་ཡོད་དེ་ནས། བལ་བཟའ་ཁྲི་བཙུན་ཀློང་དུ་འགྲོ་བ་ནི་མགར་སྟོང་བཙན་གྱི་ཆབ་སྲིད་ཀྱི་ལམ་བུའི་ཐོག་གི་ལས་འགན་གལ་ཆེན་པོ་ཞིག་ཆགས་ཡོད་མགར་སྟོང་བཙན་གྱིས་ཐོག་མར་བལ་པོའི་ཡུལ་དུ་ཕྱིན་ནས་བལ་ཡུལ་གྱི་རྒྱལ་པོ་འོད་ཟེར་སྒོ་ཆ་ལ་བོད་ནས་འཁྱེར་བའི་ཕྱག་རྟགས་སྣ་ཚོགས་ཕུལ་ཏེ་ཁོང་གི་བཙུན་མོ་པུར་ཁུ་ཏི་བལ་བཟའ་ཁྲི་བཙུན་མཆོག་རྩེ་མོ་སྲོང་བཙན་སྒམ་པོའི་བཙུན་མོར་གནང་རྒྱུའི་གྲོས་མགོ་བཏོན་པ་ལ་བལ་པོའི་རྒྱལ་པོ་འོད་ཟེར་སྒོ་ཆ་ནི་ཆབ་སྲིད་མཁས་ཅན་ཞིག་ཡིན་པའི་ངོས་ནས་བལ་བཟའ་སྲོང་བཙན་སྒམ་པོའི་བཙུན་མོར་སྦྱིན་པ་དེ་རང་ཉིད་ཀྱི་རྒྱལ་སྲིད་ལ་རྒྱབ་རྩ་བརྟན་པོ་ཞིག་བཙལ་བ་དང་ཁྱད་མེད་པ་དེ་སེམས་ནང་གསལ་ཐིང་ངེར་བཞེངས་ཀྱིན་ཡོད་པས་ཁོང་གིས་ཐུགས་ཐག་གཅོད་པོས་རྦད་ས་ཁྲི་བཙུན་ཁོང་བཙན་པོ་སྲོང་བཙན་སྒམ་པོའི་བཙུན་མོར་གནང་རྒྱུར་ཁས་ལེན་བྱས་ལ་བཙུན་མོའི་སྐེ་ལ་ལྷ་སའི་ར་མོ་ཆེའི་གཙུག་ལག་ཁང་དུ་བཞུགས་པའི་ཇོ་བོ་མི་བརྒྱུད་རྡོ་རྗེའི་སྐུ་བརྙན་དང་ད་དུང་ལྷ་བཟོ་ཤིང་བཟོ་རྡོ་བཟོ། སོགས་མི་སྣ་ལག་རྩལ་ཅན་མང་དག་ཅིག་སྤྱི་ལོ་དྲུག་བརྒྱ་བཅུ་ཐམ་པ་ལོའི་གཡས་གཡོན་ལ་པུར་རྒྱལ་བོད་ཀྱི་ཡུལ་ལ་བཏང་ཞིང་བསྡུས་ཕྱིས་སུ་བལ་བཟའ་ཁྲི་བཙུན་གྱི་སྣེ་ཁྲིད་འོག་ལྷ་སའི་པོ་ཏཱ་ལ་དང་གཙུག་ལག་ཁང་ལ་སོགས་པ་ཐོག་མར་བཞེངས་གནང་ངོ། མགར་སྟོང་བཙན་གྱིས་བལ་བཟའ་ཁྲི་བཙུན་བདེ་བླག་ངང་བཙུན་མོར་བསུས་པ་དེ་ལ་སྲོང་བཙན་སྒམ་པོ་ཐུགས་བློ་ཤིན་ཏུ་དགའ་བ་བྱུང་ནས་མུ་མཐུད་དུ། ཁོང་ཉིད་རྒྱ་ནག་ཐང་རྒྱལ་རབས་དུ་བཏང་ནས་ཐང་གི་རྒྱལ་ས་འོད་ཤིང་ཀོང་ཇོ་བཙན་པོ་ཁོང་གི་བཙུན་མོར་བསུ་རུ་དང་ད་ཐེངས་མགར་སྟོང་བཙན་ཐང་རྒྱལ་རབས་ཀྱི་ཡུལ་ལ་འགྲོ་བ་ནི་པོར་རྒྱལ་བཙན་པོའི་རྒྱལ་རབས་ཀྱི་འཇོན་ཐང་དང་སྟོབས་ཤུགས་ཐང་རྒྱལ་རབས་ལ་ངོམ་ཐེངས་དང་པོ་དེ་ཡིན་ལ་ཐང་རྒྱལ་རབས་དང་པོར་རྒྱལ་བོད་ཀྱི་དབར་ལ་མཛའ་བརྩེའི་འབྲེལ་བ་ཐོག་མར་འཛུགས་པའི་ལས་འགན་གལ་ཆེན་པོ་ཞིག་ཀྱང་ཡིན་དེ་ནས་མགར་སྟོང་བཙན་ལྷ་ས་ནས་རྡོག་ཐོན་ནས་ཀོང་ཇོ་ལོང་དུ་ཕེབས་ཁོང་གིས་ཐད་ཀར་ཐང་གི་རྒྱལ་ས་ཁྲང་ཨན་ཏེ། དེང་སང་གི་ཤིན་ཨང་གྲོང་ཁྱེར་ལ་མ་ཕྱིན་པར་མཚོ་སྔོན་དུ་དམག་སྒར་བཏབ་ནས་བསྡད་དེ་ཀྲུང་ཙུང་ཟེར་བའི་མི་ཞིག་ཁྲང་ཨན་ལ་བཏང་ནས་ཐང་རྒྱལ་རབས་ཀྱི་གོང་མ་ཐང་ཐའི་ཙུང་ལ་ཀོང་ཇོ་ཞིག་སྲོང་བཙན་སྒམ་པོའི་བཙུན་མོར་གནང་རྒྱུའི་རེ་བ་བཏོན་འོན་ཀྱང་ད་ཐེངས་ཐང་ཐའི་ཙུང་གིས་དེ་སྔ་ཆ་རྒྱུས་མེད་པའི་སྤུར་རྒྱལ་བཙན་པོ་ནི་རྒྱལ་རབས་གཉོམ་ཆུང་ཞིག་ཡིན་ཤག་བྱས་ནས་མགར་སྟོང་བཙན་གྱི་རེ་བ་བཞིན་དུ་ཀོང་ཇོ་མནའ་མར་མ་བྱིན་པའི་ཐོག་ད་དུང་ཁ་ཕར་བསྐོར་ནས་ཨ་ཞའི་རྒྱལ་པོར་ཐང་གི་བཙུན་མོ་ཞིག་མནའ་མར་སྟེར་གང་མགྱོགས་དོན་དག་འདི། མགར་སྟོང་བཙན་གྱིས་ཐོས་ཤིང་རང་ལ་བརྙས་བཅོས་དང་མཐོང་ཆུང་ཆེན་པོ་བྱས་བྱུང་བསམས་ནས་ཁོང་ཁྲོ་ཆེན་པོ་ལངས་ཏེ་ཨ་ཞའི་རྒྱལ་པོ་རྦད་དེ་འཇོམས། རྒྱུ་ནོར་ཐམས་ཅད་འཕྲོག་ལ་དེ་མིན་དམག་དཔུང་ཁྲི་ཉི་ཤུ་ལྷག་ཐང་རྒྱལ་རབས་ཀྱི་སུམ་ཀྲོའུ་ཞེས་པའི་ས་ཆར་དམག་སྒར་བརྒྱབ་ནས་ཐང་རྒྱལ་རབས་ལ་པུར་རྟའི་འབོད་ཀྱི་དཔའ་དང་སྟོབས་ཤུགས་ངོམས་པའི་མཐར་ཐང་གི་གོང་མས་བཙུན་མོ་བཏུལ་རྒྱུའི་ཁས་བླངས་དེས་ན། མགར་སྟོང་བཙན་སྐུ་དངོས་ཐང་རྒྱལ་རབས་ཀྱི་རྒྱལ་ས་ཁྲང་ཨན་དུ་ཆིང་ཀོང་ཆུ་བསུས་གོང་མ་ཐང་ཐའི་ཙུང་དང་མཇལ་འཕྲད་ཞུས་རྗེས་གོང་མ་ཁོང་གཉིས་མགར་སྟོང་བཙན་གྱི་སྐད་ཆའི་ཤོད་རྩལ་དང་དཔའ་བློ་ཁོག་བསམ་བློའི་འཁྱེར་ཚུལ་སོགས་ཐུགས་ལ་ཧ་ཅང་བབ་པོ་བྱུང་ནས་མགར་སྟོང་བཙན་ལ་ཐང་རྒྱལ་རབས་ཀྱི་གཡས་རུའི་སྐུ་སྲུང་དམག་དཔོན་ཆེན་མོའི་གོ་གནས་སྤྲད་ལ་ད་དུང་ལང་གཞའི་ཀོང་ཀྲུའུ་ཟེར་བའི་སྲས་མོ་ཆུང་ཆུང་ཞིག་ཀྱང་སྔ་མར་གཏེར་རྒྱུ་འབྱེད་པ་ལ་སོགས་པའི་ཐབས་ཤེས་ལ་བརྟེན་ནས་མགར་སྟོང་བཙན་ཐང་ལ་ཉར་རྩིས་བྱས་རུང་ཡིན་ན་ཡང་དེའི་ཐད་ལ་མགར་སྟོང་བཙན་གྱི་བཙན་པོ་སྲོང་བཙན་སྒམ་པོས་ཀོང་ཇོ་མ་ཞེས་པའི་དགོངས་ལ་རང་ཉིད་ཀྱིས་མནའ་མ་བཙུན་མོ་ཞིག་བླངས་ན་ཡག་པོ་མེད་པ་དང་གཉིས་ནས་རང་ལ་བོད་ཀྱི་ཡུལ་ན་ཕ་མས་བསུས་པའི་བཟའ་ཚང་ཡོད་པའི་རྒྱུ་མཚན་བཤད་དེ་སྲས་མོ་མནའ་མར་མ་ཞེས་པའི་དགོངས་མ་ཡང་ཁོང་གི་མི་གཤིས་ཚུལ་ལྡན་དེ་ལ་ཧ་ཅང་དགའ་པོ་བྱུང། འདི་ལྟར་མགར་སྟོང་བཙན་གྱིས་གཞན་དང་མི་འདྲ་བའི་འཇོན་ཐང་ལ་བརྟེན་ནས་རྒྱ་ས་ཀོང་ཇོ་སྤུར་རྒྱལ་བོད་ཀྱི་བཙུན་མོར་གསོས་ཤིང་དེ་མིན་རྒྱ་ནག་གི་དར་འབུ་གསོ་བའི་ལག་རྩལ་དང་ཆང་གསོའི་ལག་རྩལ། སྐར་རྩིས་དང་སྨན་བཅོས་ཀྱི་ཤེས་བྱ་མང་པོ་ཞིག་ཀྱང་ལྷན་དུ་བོད་ལ་ཁྱེར་ཡོང། གཞན་ཡང། ལྷ་སའི་ར་སའི་གཙུག་ལག་ཁང་དུ་བཞུགས་པའི་ཇོ་བོ་ཤཱཀྱ་མུ་ནེ་ཡང་མཉམ་དུ་ཀོང་ཇོའི་སྐལ་ལག་གནང་ནས་བོད་དུ་བསྣམས་ཕེབས་སོ། རྒྱལ་པོ་སྲོང་བཙན་སྒམ་པོས་རྒྱ་བཟའ་ཀོང་ཇོ